བདག་གི་ནི་ཤིང་གི་ཨེ་ནི་སྒྲུབ་པ་བཀའ་རྒྱུད་ཆེན་གོས་ཚད་འཕག་འཚག་གི་ནི་གཟར་བུ་ནི་ནང་པ་ཚང་བ་རང་ཁྱབ་ཐུགས་ཡུགས་མ་འདའ། དེ་ལས་དཔལ་ནཱ་ལེནྡྲའི་གི། མགོན་པོ་ཀླུ་སྒྲུབ་དང་འཕགས་པ་ཐོགས་མེད་དུ་དེའི་རིགས་གཞུང་གི་ཐོག་ནས་ཤུགས་རྒྱབ་ན། རྒྱ་ནག་ཆེ་རང་རང་ཁྱབ་ཐུགས་ཀྱི་རེད། ཉི་ཧོང་ཁྱབ་ཐུགས་ཀྱི་རེད། ཀོ་རི་ཡ་ཁྱབ་ཐུགས་ཀྱི་རེད། ཝེ་ནམ་ཁྱབ་ཐུགས་ཀྱི་རེད། ཨེ་ནི་ཀམ་པོ་ཏི་ཡ་དང་ལའོ་སི་ལ་ནི་ཕྲན་བུ་ཕྲན་བུ་ཡོད་རེད། ཨེ། དེའི་སྔོན་ན་དྲ་གནས་ཀྱི་དེང་གཞིའི་རྣམ་གཞག་དང་དེ་ཉིད་ཀྱི་རྣམ་གཞག་དེའི་སྟེང་གཞི་རྩའི་རྣམ་གཞག་དེའི་སྟེང་འགྲེལ་བཤད་ཡག་པོ་ཞིག་བྱས་པ་ཡིན་ན། ད་དེར་སྐྱེས་ས་ཁ་སིག་ཐང་དུ་འང་བྱུང་བ་ཐའི་ལེན་གྱི་རྒྱལ་བོང་གཅིག་གི་སྐུ་ཚེ་སུམ་ཅུ་རུ་གྱེན་ལྡེབས་སོང་བ་དེ་གདམ་ས་ལ་ཚགས་ཁ་ཤས་ཕེབས་སོང་བ་ད་ཁོང་དཔའ་རྗེ་ཆོས་རྒྱུན་འཛིན་མཁན་རེད་ཨེ། གཅིག་ཐུགས་སེང་ལ་གཅིག་ང་ཚོས་ད་འགྲེལ་བཤད་དུ་གཅིག་ང་ཞུ་ད་ཤིང་གི་ཡོད་པ་དེ་ཏོག་ཏོག་གཅིག་འགྲེལ་བཤད་རུ་ཞུ་ཡ་དེ་དེ་ཨེ། སེམས་འདུས་ཙང་ནས་གཅིག་སྔོན་ཆད་དྲ་གནས་ཀྱི།

དེ་ལུགས་དགོན་པ་ཚོ་ལ་མང་པོ་ཅིག་མི་རེ་རྒྱ་གར་ལྷོ་ཕྱོགས་ནས་ཡོད་སློབ་གཉེར་བྱས་བྱས་ཡ་མཐའ་གཅོད་འདུག་ད་སྐད་ཆ་ཡི་གེ་ག་ས་ཡི་ག་ཨ་ཨོ་ལི་ཀི་ཡི་གེ་ད་མི་དྲག་ས་ནས་སློབ་གཉེར་ཡ་ངས་རིག་ཡི་དེ་བྱས་ཡ་མཐའ་གཅོད་འདུག་ད་ས་ཁུལ་ལ་སྐད་ཆ་བྱུང་ད་ཡི་གེ་རིག་ཡི་ལ་ཡ་ཚེ་གཉིས་ཀྱི་རྩོད་འགྲོ་བཙུགས་བྱས།

དྭགས་པོའི་མཐར་བྱའི་བགྲོ་གླེང་ཡག་པོ་བྱས་པ་ཡིན་ན་མཐར་བྱའི་གི་ཨུ་ཨུ་ད་ག་རིག་གསུངས་ཡོད་རེད། ད་རིག་གི་བགྲོ་གླེང་བྱས་ཡོང་དུས་ཙང་ནས་དེ་ག་ས་རྒྱུད་བླ་མ་ད་ཕར་ཕྱིན་མ་བསྡད་པ་ཐབས་མེད་ན་ཆགས་ཡོང་བ་འདུག་ཟེར་བྱུང་ན་ཨེ་ཡག་པོ་ཡོང་གི་རེད་ཟེར་ནས་མི་དེར་ཞུས་ཞུས། ཨེ་ནི་དེ་འདྲས་ཀྱི་ཕི་གི་བགྲོ་གླེང་བྱས་ཡོང་དུས་ཙང་ནས་རིག་པས་དཔྱད་པ་བྱས་ཡག་ལ་ཡག་ཨེ་ནི་ཀླུ་རིག་དང་སྟག་རིག་ས་གལ་ཆེན་པོ་ད་ཀླུ་རིག་གི་སེམས་ཁམས་རིག་པ་དེ་བཤད་ཀྱི་ཡོད་རེད།

ད་ལྟ་ནང་བཞིན་བྱས། སློབ་གཉེར་ཡག་པོ་བྱེད་པ་ཆེས་དཔེ་གལ་ཆེན་པོ་རེད། ནང་ཆོས་སྤྱིའི་གོ་བ་ཡག་པོ་ཤར་བ་ཡིན་ན་ཨེ་ནི་གཞི་ནས་ང་རང་སོ་སོ་ཡིན་ནའི། དཔེར་ང་ཆ་བྱས་ན་དཔེར་ནང་པའི་དགེ་སློང་ཐབས་ཆག་ཅིག་རེད་དཔེ་ལྟ་བལྟས་ཡོད་རེད་དེ། ད་དེ་ཕྱེད་ཀ་ང་ཡང་སྔོན་དཔེར་ང་རྒྱལ་མེད་འགྲོ། ད་ལྟ་སུ་ཕུལ་བ་ཡིན་ནའི་གཞུང་ཡང་འཁྱེར་མི་འདུག་བ།

ད་སེམས་བྱུང་གི་ཤེས་རབ་འདིས། ཐོས་ཞེས་པའི་དོན་དོན་ལ་ཡང་ནས་ཡང་དུ་དཔྱད། ཡང་ནས་ཡང་དུ་བསམ་དང། ཨེ་ནི་གཞུང་མ་མོ། གུང་བསྒྲིགས། དགག་པ་སྐྱོན་དགག་པ་སྐྱོན་གྱི་གཞུང་དུ་བལྟས་པ་ཡིན་ན། དཔེར་ན་སློབ་དཔོན་ལེགས་འགྲེལ་རྗེས་ཀྱི་སངས་རྒྱས་བསྐྱངས་ལ་ཅིག་སྐྱོན་ཆེན་ནང་བཤད་པ། ཨེ་ནི་ཟླ་བ་གྲགས་པས། ཨེ་ནི་དེ་ཡང་གསལ་བཤད་རྣམ་པ་འདི་ཚོའི་ཁྲོད་དུ་གུང་བསྒྲིགས་འདུག་བལྟས་པ་ཡིན་ན། ཨོ། ད་ཅིག་དངོས་གནས་དགོངས་པ་འདི་ཞེས་བཤད་པ།

དེ་ཨེ་ཁ་རེད་མི་དང། བྱས་ཡོང་དུས་ག་ལེ་ག་ལེ་རེད་ཡ། ཅིག་ཁ་བྱེའི་སློབ་ཕྲུག་དེ་འདྲའི་དེ་ནང་ཡ་ཡོང་ཐུ་ཡ། སེམས་ཁམས་རིག་པའི་སྐོར་རེད་ཅིག་ལྟ་གྲུབ་སྐོར་རོ་ཚན་རིག་དེ་འདྲའི་སྐོར་བཤད་ཡོང་དུས་ཙང་ནས་ཨེ་ནི་ག་ད་ཚན་རིག་པའི་མཁས་པ་དེ་འདྲའི་དེ་གདན་འདྲེན་ཞུས་ཡང་ཚེ་ཚན་རིག་པའི་ཉམས་རྟོགས་ལ་ཡ་ཅིག་བགྲོ་གླེང་བྱས་སོ། ཨོ་ཨེ་ཁ་རེད་མི་རང། ནང་ཆོས་བཤད་ཡོད་མེད་མི་ཆེ་ཨེ་ཁ་རེད་མི་རང་བྱས་ནས་བྱེད་ཀྱི་ཡིན་ན་དེ། འཛམ་བུ་གླིང་གི་མི་དུང་ཕྱུར་བདུན་ཅུ་ལ་ཁྱབ་ཡ་ཅིག་ཡོང་གི་རེད།